ཨོ། ཨ་ནི་དེ་ནས་བྱས་བྱས་ཨ་ནི་ཞུགས་གོ་ལ་རྒྱ་གར་ལ་ཡ། ཟློས་གར་གྱི་གཞུང་ཆེན་མོ་འདི་འདྲ་མང་པོ་ཙམ་ཡག་གི་འདི་སྔ་མ་ཡིན་ན་སྒྲུང་གི་རྣམ་པ་མ་གཏོགས་ཟློས་གར་རང་གི་འཁྲབ་གཞུང་གི་རྣམ་པ་བྱས་བྱས་ཙམ་གྱི་མེད་པ་འདྲ། ཨ་ནི་སློབ་དཔོན་རྟ་དབྱངས་ཀྱི་འཁྲབ་གཞུང་གི་རྣམ་པ་བྱས་བྱས་སྟོན་པའི་རྣམ་གྲགས་ཀྱི་འདྲེས་ཙམ། ཨ་ནི་དེ་ནས་དེའི་རྗེས་ལ་ཡ་ཨ་ནི་མུ་སྟེགས་པ་ཁོ་ཚོས་དཔེ་བལྟས་བྱས་ཨ་ནི་ཁྱབ་འཇུག་དང་དབང་ཕྱུག་དང་དེ་ཚོའི་ཟློས་གར་གྱི་གཞུང་འདི་འདྲ་ཙམ་ར་མ་ནས་ཟློས་གར་གཞུང་འདྲ་གང་ཡང་བྱས་ཡོད་པ་འདྲ།

སྔ་མ། དང་པོ་དང་པོ་དེ་ཡིན་ན་རྒྱ་གར་ནུབ་ཕྱོགས་ལ་ཡང་འཁྲུངས་པའི་གི་གྷལ་པ་ཅི་རི་བ། ཁོང་རང་དང་པོ་གོ་ཅེ་ན་མུ་སྟེགས་པའི། སྟོན་པ་དེ་འདྲ་རེད། མུ་སྟེགས་ཀྱི་ཆོས་ལ་མཁས་པོ་ཡོད་རེད་དབང་ཕྱུག་གི་གྲུབ་མཐའ་འཛིན་མཁན་དེ་འདྲ་རེད། རྒྱ་གར་ནུབ་ཕྱོགས་ལ་ང་རང་ཚོའི་ད་ལྟ། པ་ཀྱི་སི་ཐན་དང། དེའི་དུ་བ་གི་ས་ཆ་དུ་བ་ནས་རེད། ཨང། ད་དེ་འདྲའི། དུ་བ་ལ་འཁྲུངས་པས་དེ་བྱས་ཚེ་ཨ་ནི་མི་ཀི་པ་ཅི་སི་ཐན་དང་དུ་བ་གི་རྒྱུད་ཀྱི་ནང་པ་དེ་ཚོ་མང་ཆེ་ཁོང་རང་གི་རྩོད་པས་དེ་བྱས་པ་རེད་ཁོང་རང་གི་དབང་སྒྱུར་གནང་པ་རེད། ཁོང་རང་གི་དབང་སྒྱུར་བྱས་བྱས་ཨ་ནི་རྒྱ་གར་ནུབ་ཕྱོགས་ལ་སྐད་གྲགས་ཞེ་པོ་ཆོས་པར་བ། སྐད་གྲགས་ཞེ་དྲག་ཆོས་བྱས་ཨ་ནི། ཁོང་རང་གི་ཨ་མ་དེ་ད་ད་རྒྱ་གར་ནུབ་ཕྱོགས་ཟེར་དེ་ཟུར་གཅིག་རེད་རྒྱ་གར་གི། ད་དུང་རྒྱ་གར་ཤར་ཕྱོགས་དང་རྒྱ་གར་དབུས་དང་ལྷོ་ཕྱོགས་ཞེ་པོ་ཆོས་བ་རེད། རྒྱ་གར་རྒྱ་ཆེན་པོ། ཨོ་ད་བྷ་བ་ལ་ཕྱིན་ཆད་ཨ་ནི། སངས་རྒྱས་ཀྱི། བསྟན་པ་འཛིན་མཁན་འདི་ཚོ་ཆ་ཚང་བསྣུབ་ཐུབ་ན། ཨ་ནི་ཁྱེད་རང་དཔའ་བོ་རང་རེད་ས། ཨོ། ང་རབ་འདི་བླངས་དུས་ཨ་ནི། ངོ་ད་ང་དབུས་ལ་འགྲོ་གི་ཡིན་བྱས་པས། ཨོ། དེ། Citizen ཨ་ཨ་མས། སྡུག་ཕྱིན་ནི་ཡོང་ཡ་མ་རེད་ཨ་ལ་རང་དབང་ཕྱུག་སྒྲུབ་བྱས། ལྟས་ཙི་བྷ། དཔེ་འདྲི་དེ་དེ་ཚོ་རྩོད་པའི་སྒོ་ནས་ཕམ་ཐུབ་ན་རྩོད་པའི་སྒོ་ནས་ཕམ་པར་བྱས།

ཨ་ནི་ཁོང་རང་གི་དབྱངས་འདི་སྙན་པོ་ཡོད་ཙང་ལྟ་ཡང་བྱས་པ་རེད་འོ་འདུག་ཚེ་རེད། འདི་ཚོ་ཁོང་རང་མུ་སྟེགས་བྱེད་དུས་ཙ་ནས་མིང་འདི་ཚོ་གང་ཐོག་ཚར་རེད། ཞུ་གུ་ལ་ཨ་ནི་ནང་པ་སངས་རྒྱས་པ་ལ་ཞུགས་པའི་རྗེས་ལ་ཨ་ནི་དཀོན་མཆོག་འབངས་ཟེ་ཧ་དེ་འདྲས་དང། སློབ་དཔོན་དཔའ་བོ་ཟེ་ཧ་དང་འོ་འདི་ཚོའི་མིང་འདི་ཚོ་བྱུང་བར་པ་འོ་འདུག་ཚེ་རེད། མ་སྡི་ཙི་འདྲ་ཟེ་ཧ་དེ་ཚོ་འོ་དེ་དུས་ཨ་ནི་ཞུ་གུ་ལ་བྱུང་བར་པ་འོ། ད་གང་ལྟར་ཨ་ནི་ནུབ་ཕྱོགས་ནས་ཁོང་གིས་དབང་ཕྱུག་གྲུབ་དབང་ཕྱུག་ཞལ་གཟིགས་དབང་ཕྱུག་དངོས་གྲུབ་ཞེས་པ་གནང་བ་རེད། དངོས་གྲུབ་ག་རེ་གནང་ང་རེད་ཟེར་ན། ད་ཁྱེད་རང་གིས་འབད་དེ་ཕྱོགས་ལས་རྣམ་པར་རྒྱལ་བ་བྱེད་ཐུབ་ཀྱི་རེད། ཨ་ནེ། ཡིན་ནའི་ལས་ཕྱོགས་ལས་རྣམ་པར་རྒྱལ་བ་དེ་ལ་ཆ་རྐྱེན་དགོས་ལ་ག་རེ་སྤྲད་པ་རེད་ཟེར་ན། ཨོ། ཁྱེད་རང་རྩོད་པ་བྱེད་དུས་ལྟ་ན་ཨ་ནེ། སོ་སོས་བླ་མ་སྐར་རྟགས་དེ་འདྲའི་ཁ་ཐུག་ལ་ང་ལ་གསོལ་བ་བཏབ་ཞུགས། ཨ་ནེ། ཁྱེད་རང་ག་དུས་ཡིན་ནའི་ངས། ང་ཁྱེད་རང་གི་གཙུག་ཏུ་བ་ཅིག་ལ་སྒོམ་བྱས་སྡོད་ད།

ཨོ། འདི་འདྲའི་དངོས་གྲུབ་འདྲ་གནང་ཡོད་རེད། ཨོ་དེ་གནང་དུས་ཨ་ནི། ཁོང་རང་གི་སློབ་དཔོན་དཔའ་བོའི་དངོས་གྲུབ་དེ་ཚོ་ཁྱེད་ཀྱིས་ཨ་ནི་ཡུལ་དབུས་ལ་རྩོད་པ་རྒྱག་པར་ཕེབས་རོགས། རྩོད་པ་རྒྱབ་གར་ཕེབས་ཨ་ནི་དགོན་པ་ཆུང་ཆུང་འདྲ་ཙམ་གང་སྒོ་ཁོང་རང་གི་དབང་བསྒྱུར་བྱས་ཚར་ནས་ཨ་ཤུ་གུ་དེ་ནཱ་ལེནྡྲ་ལ་ཕེབས་ནས། ནཱ་ལེནྡྲ་ལ་མཁས་པ་གང་འཛོམས་བསྡད་རོགས། ཨོ། ཨ་ནི་ནཱ་ལེནྡྲ་རུ། ལྟ་ཞོག་ཟེར་དུས་ཙཱ་ནས། ཨ་ནི་དོན་དུ་ཉན་མ་བྱུང་བ་རེད། ན་ལན་གྲགས་ལ་སྔ་མ་མི་སློབ་དཔོན་ཀླུ་སྒྲུབ་དང། ཅི་དང་བཞུགས་ཡོད་བར་བརྟེན་ནས་ཀླུ་སྒྲུབ་ཁོང་ཚོ་ནི་མི་ན་ལན་གྲགས་པ་ཁོ་རང་ཚོའི་དཔེ་བུར་བ། རེད། སློབ་དཔོན་ཀླུ་སྒྲུབ་ཀྱི་ཚོང་རྒྱག་བུར་བ། སློབ་དཔོན་ཀླུ་སྒྲུབ་ན་ལན་གྲགས་དེ་བྱས་པ་རེད་རྙེད་པ། རྙེད་པ་གནང་བྱས་ཨ་ནི་ཞལ་ལག་བཏགས་ནས་དེ་ནས་ཞལ་ལག་སྤྲོ་བོ་ཞིག་ཕུལ་འདུག་ཨང།

རྒྱ་གར་ལྷོ་ཕྱོགས་ལ་བ་བྷེ་རྗེ། ཨ་ནི་ལྷོ་ཕྱོགས་ལ་ཡ། ཐེག་པ་ཆེན་པོའི་བསྟན་པ་མཐའ་རལ་བ། ཨ་ནི་སློབ་དཔོན་རྟ་དབྱངས་འོད་ལྡན་འཕྲིན་ཆེན་གྱི། སློབ་དཔོན་ཀླུ་སྒྲུབ་མ་བཞུགས། ཨ་སློབ་དཔོན་ཀླུ་སྒྲུབ་ཀྱི་སློབ་མ། ཨ་ཡ་དེ་བ་འཕགས་པ་ལ་བྲི་བ། ཨོ་ཁོང་ཚོ་མ་བཞུགས་པའི་ཁ་ཐུག་དེ་ལ་ཨ་ནི། སློབ་དཔོན་རྟ་དབྱངས་འཕེལ་ནི། ཨོ། རྟ་ཤོག། ནང་པ་ཚོ་ཤོག་འོད་ཟེར་འདུས། ཨ་ཁོའི་ནང་ལོག་གི་དཔེ་འདི་ལྟ། དོན་དགག་བྱ་བྱས་པ་རེད་དེ། ལ་ག་ཡ་དེ་ཡ་མ་བྱུང་བ་རེད། མ་བྱུང་ཙང་ཨ་ནི།

ཨ་ནི་ཕྱག་བཞི་པས་རྒྱ་གར་ལྷོ་ཕྱོགས་ནས་རྩོད་པ་དེ་ཞི་མཁན་གྱི། དེ་མུ་སྟེགས་པ་དེ་བཏུལ་མཁན་གྱི་ཨ་ནི་སློབ་དཔོན་གདན་འདྲེན་ཞུ་གི་རེད་བྱས་བྱས་སློབ་དཔོན་ཀླུ་སྒྲུབ་ལ་རེ་བ་བརྒྱ་དགོས་ཀྱི་རེད་བྱས་བྱས་ལུང་བསྟན་བྱུང་བ་རེད། བྱས་ཙང་ཨ་ནི་དཔལ་འདི་ལྟ་བུ་ཚོ་སྔ་མ་པི་བ་གོ་ལ་འགྱོད་པ་ཞེ་པོ་བྱུང་མེད། ཨ་ནི། དེ་ཕྱག་བཞི་པ་ལ་ཡར་བསྟོད་མ་ཕུལ། ཨོ། ཨ་ནི། དཔལ་འདི་ལྟ་བུ་ཚོས་སློབ་དཔོན་ཀླུ་སྒྲུབ་ལ་ཡི་གེ་བྲིས་བྱས་ད་ཕེབས་རོགས་གནང་མ་གཏོགས་ང་ཚོ་ལག་ཁེལ་པ་མི་འདུག་ཟེར། བསྟན་པ།

ད་ཁྱེད་རང་ཕེབས་གོ་མ་རེད། ངས་ཕྱིན་གོ་བྱས་པས། ངས། མུ་སྟེགས་པ་དུས་གང་ཕྱིན་གོ། ཨ་ནེ་སློབ་དཔོན་འདྲི་བོ་ན་རེ་ད། རང། ཨ་ལ་ག་འདྲའི་བྱས་འདུག་སློབ་སྦྱོང་ཡག་ལོས་བྱུང་འདུག་ལྟ་ཚུལ་བཅས་ལྟ་རན་པར་ད་ཡིག་ཚད་དང་ག་སྒྲོག་པར་བྱས་ད། ཨོང། ཨ་ལ་རང་གས་མུ་སྟེགས་པ་ལ་ཁར་འདུག་ཨ་མི་འདུག། ང་གཉིས། དེ་བྱས་འདུག། ཁོ་གཉིས་རྩོད་པ་བརྒྱབ་འདུག་ཨང། སློབ་དཔོན་ཀླུ་སྒྲུབ་ཀྱིས་ངས་རྟ་དབྱངས་ནང་བཞིན་བྱས་གོ། རང་གིས་ང་ལ་གཏོང་ཞེས་རིག་པ། སློབ་དཔོན་ཀླུ་སྒྲུབ་ཀྱིས། རྟ་དབྱངས་ཀྱི་མུ་སྟེགས་དབང་ཕྱུག་པའི་རིག་པ་ཁོང་ཚོ་བཏང་དུས་སློབ་དཔོན་རྟ་ཡ། སློབ་དཔོན་ཨ་ཡ་དེ་བ་ཧང་སང་ནས། ངའི་སློབ་དཔོན་འདི་དབའས་མུ་སྟེགས་པ་ཡིན་པ་མིན་འགྲོ་བསམ་ཆེ། འདི་འདྲའི་གི་དོགས་པ་སྐྱེ་ཡག་གི། རྟ་དབྱངས་ལ་རིག་པ་འདི་འདྲ་ཡོད་ཟེར། ཡོན་ཏན་གང་དག་དོར་དུས་ན་སློབ་དཔོན། ཞུ་གུ་དེ་རུ་སློབ་དཔོན་ཀླུ་སྒྲུབ་ཀྱི་མིའི་རྟེན་འབྲེལ་འགྲིག་གི་རེད་བ། ཐོབ་རུ་བཅུག་གི་རེད་བ།

ནང་པ་སངས་རྒྱས་པར་བྱེད་ཀྱི་ཡིན། བཅོམ་ལྡན་འདས་ཀྱི་བསྟན་པ་ལ་རབ་ཏུ་བྱུང་གི་ཡིན། བྱས་བྱས་ཨ་ནི་གཞི་ནས་ཁས་བླངས་པ་ནང་བཞིན། ཁས་བླངས་པ་རེད། ཁས་བླངས་བྱས་ཨ་ནི། སློབ་དཔོན་ཨ་ཡ་དེ་བས་ཨོ་ད་ཡག་པོ་བྱུང་སོང། ང། ཁྱེད་རང་ངའི་རྒན་ལགས་རྒྱ་གར་ལྷོ་ཕྱོགས་ལ་ཡོད་ང་གཉིས་ལྷོ་ཕྱོགས་འགྲོ་དུས་ཨ་ནི་སློབ་དཔོན་ཀླུ་སྒྲུབ་ཀྱི་སྐུ་མདུན་ནས། སྡོམ་པ་ཞུས། སྐྲ་དེ་ཚོ་བག།

ཀྱེ་མ་ཨ་ནི་བས། ངའི་བསྟན་པ་ལ་ཡ། ང་ལ་བསྟོད་བསྔགས་བརྩམ་མཁན་གྱི་ནང་ལོགས་ནས་ང་ལ་བསྟོད་པ་བྱེད་པ་རྣམས་ཀྱི་ནང་ལོགས་ནས་ཆེས་ཕུལ་དུ་བྱུང་བ་དེ། ཡི་གེ་ཡིན་པར་བརྟགས་ཀྱེ་མ། བྱས་ཙང་བཅོམ་ལྡན་འདས་ལ་བསྟོད་པ་བརྩམ་ཡག་ལ། ད་གས་པ་དང་དཔེ་འདྲི་དེ་ནང་ལོགས་ནས། སློབ་དཔོན་དཔའ་བོ་ལུང་བསྟན་པ་རེད། སངས་རྒྱས་ཀྱི་བསྟོད་པ་བརྩམས་པ་ལ་མཆོག་ཏུ་གྱུར་པ་ཡིན་ལུང་བསྟན་པ་རེད། བྱས་ཙང་སློབ་དཔོན་དཔའ་བོས་སྔ་མ།

སློབ་དཔོན་དཔའ་བོས་བརྒྱ་ལྔ་བཅུ་པའི་དཔའ་རུས་ལ་ཚིག་ལ་ཡ་བཅུ་གུ་བཅུ་གུ་གནང་ནས། སློབ་དཔོན་དཔའ་ཕྱོགས་གླང་གི་དྲི་བ་སྟོན་པའི་སོར་བྱས། སློབ་དཔོན་དཔའ་བོས་བརྩམས་པའི་བརྒྱ་ལྔ་བཅུ་པ་གོ་ལན་གྱི་ཚོད་ལ་ཡང་བཏང་བྱས་ཡོད་པ། ལམ་རིང་དང་དེ་ཚོ་ལུང་ཞིབ་པོ་ཏན་གྱི་དུའང་བརྒྱ་ལྔ་བཅུ་པ་ལ་སི་ཡ་དང་སྤེལ་མར་བསྟོད་པ་ལ་སི་ཡ་གསུངས་པས་འདུག་ག། ཨོ་དེ་ཚོ་སློབ་དཔོན་དཔའ་བོས་དེ་རེད་དོ་སྙན་ངག་ལ་མཁས་པ་ཞུ་བ་ཡོད་པའི་རྟགས་ར་བོ་དེ་འདྲ་རེད།